ཚང་མ་སྟོང་ཉིད་རེད། མགོ་གནོན་ཡོད། དེ་གོམ་པ་ཡེ་འཇོག། དེ་གོམ་པ་ཅི་ད་མེད་འཇོག། རྟ་བདུད་བི་ཀྱོག་རེ་འཇོག། ངས་ཁ་སང་རྩོམ་ཡིག་ཅིག་ག་ནས་བྲིས་འདུག་འདས་པའི་ལོ་རྒྱུས་ཀྱི་ཁྲོད་ལ་ཆོས་བརྒྱུད་མི་མཐུན་པ་དང་དབང་ཁྲིད་འཕྲོག་རྩོད་ལ་སོགས་པའི་བོད་མི་ནང་ཕན་ཚུན་ལ་འཕྲོག་རྩོད་མང་པོ་བྱས་བཞག་དེ་མི་རིགས་གང་གང་ཡོད་རེད། ད་ནི་ག་རེ་བྱེད་ཀྱི་ཡོད་རེད། སྔར་དམག་གི་འཕྲོག་རྩོད་གཏོང་ཚུལ་ཡག་ཞི་གནས་རེད་ཅེས་བསླངས་རྗེས་ཨ་ནི་ཁ་ཁྱེར་བྱས་རྗེས་ངས་མང་བསྟན་འགྲན་བསྟན་འགྲན་བྱས་ཐོག་བོད་པའི་གཉེན་ཉེ་ཅིག་དེང་སང་གི་བོད་ལ་བོད་རིགས་དར་མ་དང་བོད་རིགས་རྫུན་མ་གཉིས་བྱེད་དགོས་ས་རེད་རྒྱུ་མཚན་ཅི་རེད་ཟེར་ན། དེང་སང་གི་སློབ་གྲྭ་ལ་འགྲོ་འདི་མཁན་ན་རེད་གྲྭ་ཐུག་ནས་འགྲོ་འདི་མཁན་ན་རེད་ན་གཞོན་མང་པོ་ཞིག་གི་ཁྲོད་ན། དེ་ནི་བོད་ཀྱི་རིག་གནས་མི་ཤེས་མཁན་བོད་ཀྱི་སྐད་ཡིག་མི་ཤེས་མཁན། བོད་སྐད་བཤད་མི་ཤེས་མཁན་དེ་འདྲ་ཧ་ཅང་མང་པོ་དེ་འདྲ་འདྲ་པོ་རེད་ཀྱང། དེའི་རྒྱུ་མཚན་གྱིས་ད་ལྟ་བོད་དེ་ལ་བོད་རིགས་དར་མ་དང་བོད་རིགས་རྫུན་མ་གཉིས་ཡོད་ཟེར། དེ་ཚེ་གི་ག་འདྲ་རྒྱག་དགོས་རེད་བོད་རིགས་དར་མ་ཟེར་རྒྱུ་དེ་ག་འདྲ་ཅིག་ལ་ཟེར་དགོས་རེད་སེམས་བསམ་བློ་ཅིག་བཏང་དུས་དེ་ལ།

བོད་པ་ཐོར་འགྲོ་ན་ཡག་པོ་ཡོའོ་མ་རེད་རྒྱ་དམར་རྒྱ་གར་ལ་ཡང་གནས་ཐུབ་པ་བྱེད་དགོས་ཟབ་དེ་ཁོ་ལ་སྐུ་མདུན་དགོངས་པ་འདི་རེད་མི་འདུག་བ། སྐྱེ་ངོར་མི་ཆོས་དགོངས་པ་འདི། ཨ་རི་དང་ཁེ་ན་དྲ་དང་ཡུ་རོབ་ཁག་ལ་ཡང་བོད་པ་ཇི་ཙམ་གྱི་མང་བ་ཆགས་པས་ན་དེའི་ཚོད་ཀྱིས་མི་རིགས་ཀྱི་འཐབ་རྩོད་དང་རྒྱུན་རིང་པོ་གནས་ཐུབ་ངེས་ཤིང་རང་དབང་ཅན་གྱི་ལུང་པ་ལ་ཡང་བོད་པ་ག་ཚོད་མང་ང་ཐར་པ་ཡིན་ནས་དེའི་ཚོད་ཀྱིས་གང་ལྟར་མི་རིགས་ཀྱི་འཐབ་རྩོད་ཀྱི་ངོ་བོ་གནད་དེ་སྐུ་མདུན་དགོངས་པ་འདི་རེད་དུ་བ་ང་ལ་དངོས་སུ་གསུངས་མྱོང། ད་འདི་སྐད་དེ།

ཕྱག་རོགས་གནང་ཡོང་རོགས། བབ་ལེགས་གསུང་བཤད་གནང་རྗེས་དངུལ་བུ་འདྲ་འབུམ་ཕྲག་འབུམ་ཕྲག་གི་ཐོག་ནས་དགོངས་པ་བཞེས་རྗེས་གང་ལྟར་སྤྱི་པའི་ཚོགས་ཁང་དེ་གྲ་སྒྲིག་གི་ཆེད་དུ་ཕྱག་རོགས་གནང་ཡོང་རོགས། བདུད་རྩི་བྲིས་ཏེ་དགོངས་པ་རྒྱ་ཆེན་པོ་བཞེས་ཡོང་རོགས། དགོངས་པ་རྒྱ་ཆེན་པོ་བཞེས་ཡོང་དེང་སང་ད་རེས་ད་རེའི་གཏམ་བཤད་བྱེད་ཉན་སྤུ་གུ་མང་པོའི་གིས་གང་ལྟར་བོད་སྐད་སྦྱང་ཡ་དང་བོད་ཡིག་སྦྱང་ཡ་དང་འདི་སྐད་དེ་སྐྱག་ངུར་སྨྲིག་ཅིག་གིས་སྒྲུབ་པའི་ཆོས་པ་རེད་ཟེར་བ་དེ་བདེན་པ་རེད་ད། ང་ཚོ་སྐྱག་ངུར་སྨྲིག་ཅིག་དཀའ་བཞིན་སྒྲུབ་པའི་ཆོས་པ་ཕུད་ཡ་ལ་ཡ་དུས་རྒྱུན་ང་རང་ཚོའི་བཤད་སྲོལ་ལ་ཡང། མཆོད་པ་ལ་ཡང་མཆོད་པ་ཡག་ཤོས་དེ་སྒྲུབ་པའི་མཆོད་པ་ཟེར་ལབ་དགོས་རེད། སྒྲུབ་པའི་མཆོད་པ་ཟེར་ལབ་དུས་ཀ་བླ་མས་བཀའ་གསུངས་པ་དེ་ལག་ལེན་བསྟར་བྱས་དེ་བྱས་པས་ན་སྒྲུབ་པའི་ཁོར་མཆོད་དུ་པ་ཟེར་ལབ་དགོས་རེད། བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང། མགོ་ཁྲིད་ལ་སྤྱི་མཐུས་རེད། ཨནི་མ་འོངས་པ་ལ་སྲིད་སྐྱོང་ལང་ཀ་རེད། ཨནི་ཅིག། བཀའ་བློན་དང་དེ་ཚོའི་ཐོག་ལ་ཡང་ཕལ་ཡག་གི་འདུན་པ་ཡོད་དེ་ཉན་དུ་རིགས་ན། དེ་རྒྱང་ཉིད་ནས། གང་ལྟར་ངས་ཚང་མ་ཤེས་ཀྱི་ཡོད་ངས་ཐང་མ་འཇལ་དགོས་ཡོད་དེ་འབྲེལ་གྱི་སྤོབས་པ་མ་སྐྱེས་པ་ཆེ་ཆེ་ཏེ་ཙི་ཆེ་རྒྱབ་ཡོང་གི་གནས་ཚུལ་མཁྱེན་སྒུག་ཡོད་ར་ད་དེ་ཙི་དཔེར་ན། བོད་དོན་གྱི་གནས་ཚུལ་དེ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཡང་ཅི་ཐུབ་ཐུབ་གནས་ཐུབ་པ་ཞིག་བྱེད་སྒུག་ཡོད་རེད་ད་གཙོ་བོ་གཙོ་བོ་དེ་ང་རང་ཚོ་ནང་ཁུལ་གྱི་འཛིན་སྐྱོང་རྐྱང་རྐྱང་ལ་མགོ་མ་འཁོར་བ་བྱེད། ད་ང་ཚོ། འཐབ་རྩོད་ཟེར་ཡས་འདི་གལ་ཆེན་པོ། ག་ཚད་ཡིན་མེད་འདི་རྣམ་པ་ཚོ་འཐབ་རྩོད་འདི་མ་བྱི་བ་ན་ང་ཚོའི་གི་མི་རིགས་འདི་ཨ་ནི་སྤྱི་ཚོགས་མི་རིགས་སྤྱི་ཚོགས་རིང་ལུགས་དང་མི་རིགས་འདི་ཡོད་མ་རེད། འདི་མེད་བ་ཡིན་ན་ང་ཚོ་ཡོད་མ་རོ་ཨ། གནས་ཐུག་ཡོད་མ་རེད་ད survival འདི་ཡོད་མ་རེད་ད་རོ་ཨ་གནས་ཐུག་ཡོད་མ་རེད་ཟེར་འདི་རེད།

སྤྱི་ཚོགས་མཐུན་སྦྱོར་བྱ་ཡ་དང་སོ་སོ་གི་ཉེ་འཁོར་དེ་མཉམ་པོ་སྒྲིག་ཡ་དང་ཨ་ནི་མཉམ་དུ་ཡ་རི་དྭགས་རྒྱ་གར་འགྲོ་ཡ་དང་ཨ་ནི་ཅིག་ཚང་མ་མཉམ་དུ་ཟ་ཡ་སེམས་ཅན་བསད་ནི་ཡ་ད་དེ་རི་དྭགས་རྒྱ་ནི་བསད་བྱས་ཚུལ་ཟ་ཟ་བྱས་དེ་འདྲའི་མཉམ་དུ་བྱས་འཚོ་བ་སྐྱེལ་ཨ་ནི་ག་ལེ་ག་ལེ་ག་ལེ་ཞིང་པ་བྱ་ཞིང་པ་ནི་ཡ་ག་ལེ་ག་ལེ་ད་དེ་ནས་ནི་མ་ད་ང་ཚོ།

སུ་སུ་རྒྱལ་ཁབ་དེ་ཡག་པོ་བཟོ་ཡ་ལ་ཡ་ཨ་ནི། དམག་གི་གོ་མཚོན་མཚོན་ཆ། དེ་འདྲ weapons ད་དེ་འདྲས་རྐྱང་རྐྱང་བཟོས་ནས་གཅིག་ལ་གཅིག་ཆེ་ཡ་བཟོས་གཅིག་ལ་གཅིག་སྐད་རགས་ཆེ་ཡ་བཟོས་ཨ་ནི་གཅིག་ལ་གཅིག་ཉེན་ཁ་འབྱེད་ཡ་དེ་འདྲས་བཟོས་བྱས་རྒྱལ་ཁབ་སུ་སུ་སུ་རྒྱལ་ཁབ་སྲུང་སྐྱོབ་ཀྱི་གོ་རིམ་གང་འགྲོ་རེ་ཡིན་ནས་རྒྱ་ནག་ཟེར་ངེས་དེ་ཡི་གི། རྨ་ཆེན་གཉིས་བ་ནི་སྤང་གོ་སྤང་རྐྱང་ལྟོ་སློང་དེ་ངེས་དེ་འདྲས་རྒྱལ་ཁབ་ཅིག་ཟ་ཡ་འཐུང་ཡ་མེད་རྒྱོ་གཅིག་གི

སྲོལ་ནི་འཛམ་བུ་གླིང་གི་ནང་ལ་དཔལ་འབྱོར་གྱི་ཐོག་ནས་དང་པད་མ་སྲིད་ཀྱི་སྟོབས་ཆེན་རྒྱལ་ཁབ་ཅིག་ཆགས་ཡོད་དོ་གང་ལ་འཛམ་བུ་གླིང་ཚང་མ་དཔལ་འབྱོར་འདིར་རྐུབ་ལ་འགྲོ་ནས་རེད་གོ་བའི་བྱ་ཡ་འདི་ལག་ཆ་མེད་ནས་རོ་བ་དཔལ་འབྱོར་གྱི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་ད་ད་ལྟའི་གནས་སྟངས་དེ་ལ་རེད་ད་དཔལ་འབྱོར་འདི་གི་བརྒྱུད་ནས་ཨ་ནི་བསྐྲུན་ནས་ལག་ཆ་དང་གོ་མཚོན་བྱེད་བྱེད་དེ་ནི་ང་སྟོབས་ཆེ་ཡིན་ཁོ་སྟོབས་ཆེ་ཡིན་དང་ཨ་རི་ལ་ང་སྟོབས་ཆེ་ཡིན་དེ་འདྲའི་ཅིག་གི་གནས་སྟངས་ཅིག། བྱ་འདོད་ཡོད་རོགས། ད་ང་ཚོའི་གི། གཞི། ཨ་ནི། གཞི་དེ་ག་རེ་ལ་ན་དང་པོ་ང་ཚོའི་གི་མི་རིགས་འདི་འཐབ་རྩོད་ཟེར་ཡ་དེ་རེད། ད་ང་ཚོ་ད་ལྟ་ཡས་གི་གཞུང་འདི་སྐྱབས་བཅོལ་གཞུང་འདི། དངོས་གནས་བྱེད་ན་འགྲོ་སྟངས་དེ་ག་འདྲས་འགྲོ་དགོས་གོ་རེ་ལ་ན། འཐབ་རྩོད་མ་བྱེད་པ་ཡིན་ན་ང་ཚོའི་གནས་ཐུག་གི་ཡོད་མ་རེད་མི་རིགས་འདི་གནས་ཐུག་གི་ཡོད་མ་རེད། ང་ཚོ་མི་རིགས་ལ་ཡ་ངོ་བོ་ཁོ་ར་ཡོད་མ་རེད་ད་ལྟ། Identity ཡོད་མ་རེད། འཐབ་རྩོད་དེ་དྲང་ཤོས་རེད། གཞིས་ཆགས་ནང་ལ་གཅིག་ཡག་མ་བྱེད་བསྡད་དུས་སུ་ད་ང་རང་ཚོ་གི་ལྷན་ཁང་བསྡུས་ནས་ཡ་ནང་སྲིད་བསད་དེ་བཀའ་བློན་གྱིས། བཀའ་བློན་དྲུང་ཆེ་གྱིས། ནང་ལོག་གི། ཨ་ནི། འཛིན་སྐྱོང་ཚང་མ་བྱེད་ཡོད་རེད། ཕྱི་འབྲེལ་བཀའ་བློན་གྱིས། སྲིད་སྐྱོང་དང་མཉམ་པོ་ལ་ཡ་ཕྱི་ལ་འཐབ་རྩོད་བྱེད་བསྒུགས་ཡོད་རེད། དཔལ་འབྱོར་བཀའ་བློན་དེ་གའི་དཔལ་འབྱོར་མཁོ་སྒྲུབ་སྒང་ལ་སྤྱི་ཚོགས་ཀྱི་ནང་ལ་ཡ་ག་འདྲས་བསྐྲུན་དགོས་ཀྱི་འདུག་ག་འདྲས་བདེ་སྡུག་ང་རང་ཚོ་གི་ཡ་འདི་ཅིག་མཐུན་རྐྱེན་སྦྱར་དགོས་ཀྱི་འདུག་རོགས་སྐྱོར་བྱེད་དགོས་ཀྱི་འདུག་འདི་ལྟ་ཡི་རེད། དངོས་གནས་ཀྱི་འཛིན་སྐྱོང་གི་འགྲོ་སྟངས་དེ་དེ་འདྲས་རེད། ད་ང་རང་ཚོ་གི་དགོས་པ་འདི་འཐབ་རྩོད་ཀྱི་དགོས་པ་ཅིག་ཆགས་བསྡད་ཡོད་རེད། ད་འདི་ནས་རྫ་དྲ་བ་ཅིག་ལ་ང་ཚོ་ལ་ཡ། སྐད་ཡིག་རིག་གཞུང་ཟེར་ཡས་འདི། ད་ང་ཚོ་ད་རེས་ནི་ཡ་ཨ་ནི་རྒྱ་ནག་གི་རྩར་མེ་བཏང་ཡས་ཀྱི་ལག་བཅུད་འདི་ད། རྫ་བྲག་རུ་གི་གནས་སྟངས་འདི་ད་རེས་ནི་བཏང་རེད་ད་ད་ལོ་ནི་བཏང་ཡས་རེད། གན་ཟེར་བ། གལ་སྲིད་ང་ཚོ་འདི་མེད་བ་ཡིན་ན། དང་པོ་འདི་ལ་སྐད་ཡིག། སྐད་ཡིག་འདི་མེད་ན། ང་ཚོ་ཕ་ཐོག་བུ་ཐོག་གི་ཨ་ནི། རྒྱལ་རབས་དང་ལོ་རྒྱུས་དང་ཤེས་ཡོན་ཟེར་ཡ་འདི་ང་ཚོ་སྤྲད་ཐུག་མར་ཕ་གཅིག་གིས་གཅིག་ལ་ཡ་བདའ་སྤྲོད་བྱེད་ཐུག་ཡོད་མ་རེད། ང་རང་ཚོ་གི་སྐད་ཆ་བཤད་ཤ་བ་འདི་ཕ་གི་ལ་གུག་ཡོད་མ་རེད། ང་ཚོ་ཨ་ཅིག། འཚོ་གནས་མཉམ་དུ་གནས་ཐུག་ཡོད་མར་རྒྱུན་རིང་པོ་གནས་ཐུག་ཡོད་མར་མི་ཚེ་འདི། སྐད་ཡིག་འདི་མེད་བ་ཡིན་ན་ང་ཚོའི་གི་མི་རིགས་འདི་ལྐུག་པ་ཆགས་འགྲོ་གི་ཡོད་རེད། གེ་སྐུ་ཅིག་ཤེས་ཀྱི་ཡོད་མ་རེད་ང་ཚོའི་གི་འཚོ་གནས་འདི་བསྡད་ཐུག་ཡོད་མར་གནས་ཐུག་ཡོད་མ་རེད་རྡོག་རྡོག་བཤད་པ་ཡིན་ན་འདི་རེད། ད་རིག་གཞུང། རིག་གཞུང་ལ་ཡ་དེ་ང་ཚོ་གི་སྲོལ་རྒྱུན། གོམས་གཤིས། སྤྱི་ཚོགས་ནང་ལ།

ཨ་ནི། སྤྱི་ཚོགས་གཅིག་ནང་ལ་ཡོད་བ་ཡིན་ན་འདི་མི་ཕལ་བ་སྐྱོ་བོ་འདི་སྤྱི་ཚོགས་ཀྱི་ནང་ལ་ཨ་ནི་ཁོ་ཤུགས་ཆེན་པོ་ཅིག་ཆགས་འགྲོ་གི་ཡོད་རེད་ནུས་པ་ཅིག་ལྡན་པ་ཅིག་ཆགས་ཀྱི་ཡོད་རེད། གལ་སྲིད་རིག་གཞུང་འདི་མེད་བ་ཡིན་ན་ཁོ་ད་ག་རང་འཚོ་ཐུབ་ཀྱི་ཡོད་མ་རེད་གནས་ཐུབ་ཀྱི་ཡོད་མ་རེད། མི་གཅིག་དཀའ་ངལ་འཕྲད་སོང་ན་དཀའ་ངལ་གཅིག་ལ་ཡང་རྒྱབ་སྐྱོར་བྱེད་ཉེན་རག་གི་ཡོད་མ་རེད། དཔེར་ན་ང་ཚོ་གི་ཁྱིམ་གཅིག་གི་ནང་ལ་མི་གཅིག་གྲོངས་བ་ཡིན་ན་ང་རང་ཚོ་གི Community ལ་རོ། ཨ་ནི་ཚོགས་པའི་གི་རྒྱུད་ནི། ཨ་ནི་སེམས་གསོ་བྱེད། ཕྱག་མཆོད་འབུལ་བྱེད། འདི་འདྲའི་གཅིག་གིས་གཅིག་ལ་སེམས་གསོ་བྱེད་ནི་མི་དེ་ཡང་གཅིག་གི་ནུས་པ་གསར་བ་གཅིག་ལས་ཡོང་གི་ཡོད་རེད། རོ། དེ་འདྲས་ཡིན་འདུག་ག་ལ་འདི་ཚོ་ཚང་མ་རིག་གཞུང་མེད་བ་ཡིན་ན་འདི་ཚང་མ་དོར་འགྲོ་གི་ཡོད་རེད། གར་བསྒྲུགས་ཡོད་རེད་གླག་བསྒྲུགས་ཡོད་རེད། ད་རིག་གཞུང་ཟེར་ཡས་འདི་ཡོད་པ་ཡིན་ན་ང་ཚོས་ཀྱི་མི་ལྟོགས་ནི་མི་ལྟོགས་མི་ལྟོགས་ནི་མི་སྐྱོགས་མི་ལྟོགས་ནི་མི་ལྟོགས་ལ་ཡ་མ། རྒྱུན་མ་ཆད་པ་ང་རང་ཚོས་ཀྱི་ཨ་ནི་མི་ལྟོགས་འདི་ཕ་ཨ་ནི་གཅིག་གིས་གཅིག་ལ་ཡ་རྒྱུད་ལ་ཡ་ཨ་ནི་སྦྱར་ཐུག་ཡོད་རེད་ད། རིག་གཞུང་མེད་བ་ཡིན་ན་མི་ཐོག་འདི་བརླག་ཡས་ཡོད་རེད་མི་ཐོག་འདི་ཨ་ནི་ང་ཚོའི་གི་ནུས་པ་མེད་རྒྱུག་གི་མི་གཅིག་མི་སྒེར་པ་གཅིག་ཡིན་ན་གའི་འཚོ་གནས་གང་ལ་དཀའ་ངལ་འཕྲད་གི་ཡོད་རེད་ཚད་ཡང་རིང་པོ་བསྡད་གི་ཡོད་མ་རེད་འདི་རང་བཞིན་གི་ང་རང་ཚོ་གི་ཨ་ནི་འདི་གི་ནང་ལ་འཛམ་བུ་གླིང་འདི་གི་ནང་ལ་རང་བཞིན་གི་ཨ་ནི་བཟོད་བྱ་བ་གཅིག་ཆགས་གི་ཡོད་རེད་རིག་གཞུང་ཡོད་ན། དཀའ་ངལ་མང་པོ་ཅིག་སངས་ཀྱི་ཡོད་རེད། སྤྱི་ཚོགས་འདི་གཅིག་གི་ནང་ལ་བསྡད་འདུག་ག་ལ་དཀའ་ངལ་མང་པོ་ཅིག་སངས་ཀྱི་ཡོད་རེད་སྙམ་འདུག་ལ། དེ་རེད། ད་རྡོག་རྡོག་ཅིག་མདོར་བསྡུས་ནས་ཞུ་བ་ཡིན་ན། རོ། ཨ་ནི Language། སྐད་ཡིག་ཟེར་ཡ་འདི་གཅིག་གིས་གཅིག་ལ་སྦྱོང་བརྡར་སྤྲད་ནས་ཨ་ནི་ཀླད་པ་ཡར་རྒྱས་བཏང་གི་ཡོད་རེད། མིག་གི་སེམས་ཁམས་འདི་ཡར་རྒྱས་འགྲོ་གི་ཡོད་རེད། ད་རིག་གཞུང་ལ་ཡ་དེ་མདོར་བསྡུས་ནས་བཤད་པ་ཡིན་ན་ང་ཚོའི་སྤྱི་ཚོགས་འདི་ཨ་ནི། འཚོ་གནས་བདེ་འཇགས་ཀྱི་ཐོག་ནས་ཡིན་ན་རེད་ག་ད་སྐྱིད་པོ་བྱས་ནས་བསྡད་ཐུབ་ཀྱི་ཡོད་རེད་ད། གནས་ཐུབ་ཀྱི་ཡོད་རེད་ཨ་ནི་འཚོ་བ་འདི་སྐྱིད་པ་ཡོང་གི་ཡོད་རེད། མི་ཚེ་དོན་དང་ལྡན་པ་ཅིག་ཡོང་གི་ཡོད་རེད། རིག་གཞུང་ཡོད་པ་ཡིན་ན། བྱས་ཙང་སྐད་ཡིག་དང་རིག་གཞུང་ལ་ཡ་དེ་མེད་པ་ཡིན་ན། ང་ཚོ་འཚོ་ཐུབ་ཀྱི་ཡོད་མ་རེད། མི་ཚེ་འདི་གནས་ཐུབ་ཀྱི་ཡོད་མ་རེད་རྒྱུན་རིང་པོ། འདི་ད་རིང་རྣམ་པ་ཚོ་ངེད་ཀྱི་ད་ལྟ་སྙན་སྒང་ལ་ཁ་ཤས་ཀྱི་རྣམ་པ་ཚོ་བུད་ཤ་བའི་དེ་ཡི་ནང་ལ་གཟིགས་བ་ཡིན་ན། བསམ་བློ་རྒྱ་ཆེན་པོ་བཏང་བ་ཡིན་ན་ཅི་ད་ངས་འདི་ཚོ་ཚང་མ་མང་པོ་ཅིག་རབ་དང་རིམ་པ་ངས་བིད་དྲོ་ལོ་གཉིས་གསུམ་གཉིས་ལ་མང་པོ་བཤད་ཡོད་ད་འདིག་ཐོག་ལ། ང་ཚོ་འཐབ་རྩོད་འདི་གལ་ཆེན་པོ་རེད་ད།

རྒན་འཁོགས་དེ་ཚོ་སྙིང་རྗེ་ཨེར་ད། དངོས་གནས་སྙིང་རྗེ་ཨེར་ད། ང་རང་ཚོ་ང་རང་ཚོ་ནང་སྤྱི་ཚོགས་གཏོར་དགོས་ཨེར་འཆམ་མཐུན་མེད་བ་བཟོས་ནས། རེད་བ། མི་ཁ་ཤས་ཅིག་གི་ཁེ་ཕན་དོན་དག་ལ། རེད་བ། འོ་དེ་འདྲས་ཅིག་མཐའ་སྡོམ་ཞུ་ཨེ་རྣམ་པ་ཚོ་ཚང་མ་ལ་ཡ། ད་རིང་ངེད་ཀྱི་སྐད་ཆ་འདི་གལ་ཆེན་པོ་ཅིག་རྩིས་བྱས་བསམ་བློ་ཡག་པོ་ཞིག་བཏང་ངེད་ཀྱི་བཤད་བཞག་རྒྱུ་དེ་རེད་འདུག་རེད་མི་འདུག་རེད་བ། བདེན་པ་རེད་འདུག་རེད་མི་འདུག། ཨོ་དེ་གང་ཞུ་ཨེ་ཚང་མ་ལ་ཚེ་རིང་བློ་རྒྱ།